དེ་རིང་ང་ཚོས་བརྗོད་གཞི་འདི་དབང་པོ་སྐྱོན་ཅན་ཚོ་ལ་ཡང་ནི་འབྲེལ་བ་ག་འདྲས་བྱེད་དགོས་རེད་སྐད་ཆ་ག་འདྲས་བཤད་དགོས་རེད་རོགས་པ་ག་འདྲས་བྱེད་དགོས་རེད་དེ་ཡིན། ད་ང་ཚོས་ཁོང་ཚོ་ལ་ཡང་རོགས་པ་བྱེད་པའི་སྐབས་ལ་ཡང་གནད་དོན་གལ་ཆེན་པོ་གཅིག་ག་རེ་སེམས་ལ་བཞག་དགོས་འདུག་ཟེར་ན་རེ་བ་ཁོང་ཚོ་ལ་ཡང་སྐད་ཆ་འདྲེ་གལ་ཆེན་པོ་རེ་བཞག་ཁྱེད་རང་ལ་རོགས་པ་གོ་འདོད་པས་མི་འདོད་པས་གལ་སྲིད་ཁྱེད་རང་རོགས་པ་ག་རེ་གོ་འདོད་ང་ལ་གསུང་ཨ་ཟེར་བ། ད་ཐོག་མར་ལོང་བ་ཡིན་པའི་གི་ཨ་ནི་གང་ཟག་ཅིག་ད་ལམ་ཁ་ཚད་ཅིག་འདས་པ་མཐོང་པ་ཡིན་ན་ད་ཁོ་རང་ལ་ང་ཚོས་རོགས་པ་ག་འདྲ་བྱེད་དགོས་རེད་རེད་བ། ད་ང་ཚོས་ཁོ་རང་གི་ལག་པ་དེ་ཚུར་གཟིམ་ནས་ཨ་ནི་ཁྲིད་པ་ཡིན་ན་འདི་ཏག་ཏག་འགྲིག་གི་ཡོད་མ་རེད། ཡིན་གཅིག་མིན་གཅིག་ང་རང་ཚོའི་ལག་པ་དེ་ཁོ་རང་ལ་ཕར་སྤྲད་ཨ་ཁོ་རང་གིས་ང་ཚོའི་ལག་པ་དེ་ཟུང་བཅུག་ཨ་ང་ཚོའི་བར་ཁྲིད་དེ་ཨ་ནི་གལ་ཆེན་པོ་རེད་བཞག་ད་ང་རང་ཚོས་ནས་མི་གཅིག་ལ་ཡར་ལམ་ཁ་འབྲི་བར་ཞུ་གོ་ལ་ཡར་མི་དེ་གས་ང་རང་ཚོའི་ལག་པ་ནི་འཐེན་ནས་ཁྲིད་པ་རུ་བྱེད་ན་ཨ་ནི་ང་རང་ཚོས་ནས་བདེ་བོ་ཡོང་གི་མ་རེད་བ། ཨན་ཁྲིད་པའི་སྐབས་ལ་ཡ་ཨན་དེའི་གཡས་གཡོན་དང་བར་གཅིག་གེ་ཁོན་ས་དང་གཅིག་ཅར་ལ་རི་ས་དེ་འདྲ་འདུག་ན་ཨན་ཁོ་རང་ལ་ཡ་ལེན་ཀྲེ་ཀི་ཀྲེ་ཀི་བྱེད་དགོས་རེད། ཨ་མི་རི་ཀས་གཙོས་པའི་ཡར་ཐོན་ཅན་གྱི་རྒྱལ་ཁབ་མང་པོ་ཞིག་ནང་ལོགས་ལ་ཅིག་ལོ་ང་དེ་ཚོའི་ལམ་ཁ་སྟེང་ངེད་ཀྱི་ཁི་ཁྲིད་ཀྱི་ཡོད་རོ་བ། ཐོག་མར་མི་དེ་ལ་ཡ་སྐད་ཆ་ཁྱོད་ནས་མ་དྲིས་པ་བྱས་ནས་ལམ་སང་ཁི་ལ་ཡ་ཇམ་པོ་བྱས་དང་ཁི་ལ་སྐད་ཆ་བཤད་བྱས་པ་རུ་བྱས་ན་འདི་རན་པོ་ཆེ་མ་རེད་ཅེན་སོང་ཤག་ཡ་གང་ཟག་ཁ་ཤས་འོང་པ་ཡོང་གི་རུ་བ། ཨེམ་ཆོག་ཐང་ཐང་མེད་ངེས་ཀྱིས་ད་ཁོ་རང་ཚོའི་ཨེམ་ཆོག་ཐང་ཐང་མེད་སྐྱོ་དེ་ཅིག་ཨེམ་ཆོག་ཁོ་རང་གི་སྐྱོན་ཡིན་པའི་རྐྱེན་གྱིས་ཨན་ང་རང་ཚོའི་སྐད་ཤུགས་ག་ཚོད་མོ་ག་ཚོད་ཆེན་པོ་རྒྱབ་པ་རུ་བྱས་ནས་ཨ་ནི་ཕན་གྱི་ཡོང་གི་མ་རེད། ཁོ་རང་ཚོའི་ཆེད་དུ་ང་རང་ཚོའི་གདོང་པ་འདི་ཁ་བརྡུང་བར་ཁོ་རང་ཚོར་ཕར་བལྟས། ཨ་ནི་ཅི་ལྟར་དུས་ཀུན་རང་བཞིན་གྱི་སྐད་ཆ་བཤད་དེ་སྐད་ཆེན་པོ་རེ་བཞག་ཨ་ཁོ་ཚོས་ནི་ང་ཚོའི་ཕྱོགས་བསྡུར་ལ་བལྟས་རྗེས་ནས་ང་ཚོའི་ཕྱོགས་བསྡུར་གྱི་འགྲོ་སྟངས་ཀྱི་ཐོག་ནས་ལམ་སང་བོ་ར་འགོ་ཚུགས་འགྲོ་གི་འདུག་བ། ང་རང་ཚོས་ཀྱི་སྐད་ཤུགས་ཆེན་པོ་བརྒྱབ་ཡང་གདོང་པ་འདི་རི་འགྲམ་པར་བཟོས་རྗེས་ནས་ར་བར་ལམ་སང་ཕར་ཕྱོགས་འགོ་དེ་བདེ་བོ་ཡིན་པ་ཆགས་ཀྱི་འདུག་བ། ཡང་རྐང་པ་ཐང་ཐང་མེད་པའི་གང་ཟག་ཁ་ཤས་ཡང་འཁོར་ལོའི་སྒང་ལ་བཞུགས་རྗེས་ནས་ཨ་ད་བྷིལ་ཅེར་གང་བསྡད་མྱོང་གི་འདུག་བ། ད་ཁོ་ཚོར་སྐད་ཆ་བཤད་པའི་སྐབས་ལ་ཡང་ཨ་ནི་ཡིན་གཅིག་མིན་གཅིག་སོ་སོ་ཁོ་ཚོའི་མིག་དང་འདྲ་མཉམ་མ་བལྟས། ཨ་ནི་གཞི་ནས་སྐད་ཆ་བཤད། ད་ང་ཚོས་ཡར་ལངས་ནས་སྐད་ཆ་བཤད་པ་རུ་བྱས་ན་ཁོང་ཚོའི་མིག་དེ་ཡར་བལྟ་བ་ཁེལ་ནས་ཨ་ནི་འཇིང་པ་ན་ཟུག་རྒྱག་གི་རེད། ད་ང་རང་ཚོ་མང་པོ་གཅིག་གིས་ཨ་ནི་དོགས་པ་རྣམ་རྟོག་སྐྱེས་བྱས་ནས་གལ་སྲིད་ང་ཚོས་དེ་འདྲ་བྱས་པ་རུ་བྱས་ན་ཨ་ཁོང་ཚོ་ཕོག་གི་རེད་བསམ་ཡས་ཟེར་བ་དེ་སྐྱེ་དགོས་མ་རེད་ཅེས་གསུངས་ཤག་གལ་ཆེ་ཤོས་དེ་ཁོང་ཚོ་མི་ཡིན་པའི་རྒྱུ་འདུ་ཤེས་དེ་ཨ་གི་དང་པོ་ལ་ཡར་བཟུང་ཡས་དེ་གལ་ཆེན་པོ་རེད་ཅེས་གསུངས་ཤག་ད་གལ་སྲིད་ང་ཚོས་ཁོ་རང་ཚོ་ལ་ཡར་གཅིག་རོགས་པ་བྱེད་སྟངས་མ་ཤེས་པ་རུ་བྱས་ནས་ཁོང་ཚོ་ལ་ཡར་ཐད་ཀར་སྐད་ཆ་འདྲི་དེ་གལ་ཆེན་པོ་རེད་ཤག་ཨ་ནི་ང་ཁྱེད་རང་ལ་ཡར་རོགས་པ་བྱེད་འདོད་ཡོད་ཨ་ནི་ཁྱེད་རང་རོགས་པ་ག་འདྲས་བྱེད་དགོས་རེད་ཟེར། ད་གང་ཟག་ཁ་ཤས་ཡང་དེ་རིགས་སུ་མ་ཟིན་པའི་གི་ཅིག་གི་སེམས་ཁམས་ཀྱི་ནད་དེ་འདྲ་ཡོད་རེད་བ་དཔེར་ན Down Syndrome ལ་སོགས་པ། ད་ཁོང་ཚོ་ལ་ཡང་སྐད་ཆ་བཤད་དུས་ཙང་ནས་ཡང་ཅིག་མ་འདྲ་མ་འདྲ་རེད་བ། ཁ་ཤས་ལ་ཡང་སྐད་ཆས་རྒྱག་སྒུག་འདུག་ཁ་ཤས་ལ་ཡང་ཏོ་ཁ་དེ་ཚོ་ཤུགས་ཆེ་སྟང་ཡང་ཁོང་ཚོ་མགོ་ཚོས་བ་སུ་ཧད། ང་ཚོས་ཕ་སྐད་ཆ་བཤད་ད་ཨ་ནི་ཚུ་གོ་ད་ཁྲོད་ཀྱི་པ་ར་ལ་ཡང་ཁོང་ཚོ་དུས་ཚོད་ཏོགས་སུ་སྒུག་གི་འདུག་བ Patience དགོས་འདུག་བ། ད་ང་ར་ས་ཚང་མས་ངེད་ཅག་ཨ་ནི་བོ་ལི་ཝུད་ཀྱི་གློག་བརྙན་སི་ཏཱ་རེ་ཛམིན་པར་ཟེར་ཏེ་ཨ་ནི་ཕལ་ཆེར་ཟིན་ཡོད་ཀྱི་རེད་ད་གློག་བརྙན་འདིའི་ནང་ལོགས་ལ་ཅིག་ད། རིག་མཛོད་འབའ་ཚིག་པ་ཚོ་ལ་ཡང་ཨ་ནི་འབྲེལ་བ་ག་འདྲས་བྱེད་དགོས་ཡོད་མེད་དེའི་སྐོར་ལ་གསུང་གནང་འདུག་ཨ་འདིའི་ནང་ལོགས་ལ་ཡང་འཁྲབ་མཁན་ཚོ་ཨ་མེ་རི་ཀཱན་ཁོ་རང་གིས་ཨ་ནི་འབྲེལ་བ་དྲིས་ལན་སྐབས་ལ་ཡང་ད་དབང་པོ་སྐྱོན་ཅན་དང་རིག་མཛོད་འབའ་ཚིག་པ Down Syndrome དེ་འདྲས་ཀྱི་གང་ཟག་དེ་ཚོ་ཨ་ནི་ཆུང་དུས་ནས་ཅིག་ད་ང་རང་ཚོའི་ད་གྲོང་པ་གཡས་གཡོན་དོ་པར་ཅིག་འབར་སྤྲད་བཏང་དུས་ཀྱི་སྐད་མ་དང་ཁོང་ཚོ་ལོགས་ཀ་སྟོན་ཅིག་བཞག་གི་ཡོད་རེད་ཟེར་བ། ཨ་ནི་ཕྱིས་སུ། སླབ་གྲྭའི་ལོ་ཁ་ཆད་ཕར་འབྲེལ་བ་བྱེད་སྟངས་ཁྱོན་ནས་མ་ཤེས་པར་བཟོས་བཞག་གི་ཡོད་རེད། ཁོང་ཚོ་མཐོང་བ་ཙམ་གོ་རེ་ད་སེམས་པའི་ནང་ལ་རྔམ་སྐྲག་སྐྱེས་དགོས་ཡས་འོ་ད་ཁོ་ལ་སྐད་ཆ་ག་རེ་བཤད་དགོས་ན་ཅན་དེ་ལས་ང་རང་ཚོའི་མི་ཚེའི་ནང་ལོག་ལ་སྔ་སང་སང་ནས་ཁོང་ཚོ་མཉམ་དུ་ལ་འབྲེལ་བ་བཞག་ཡས་དང་དེ་ཚོ་ཨ་ནི་གལ་ཆེན་པོ་རེད་ཅན་གསུངས་ཤག། ཨ་ནམ་པོ་ཚོའི YouTube Subscribe གནང་རོགས་ན་ཨ Share གནང་རོགས་ན་ཐུགས་རྗེ་ཆེ།